ལ་སོ་ད།
ད་དེ་རིང་ང་རང་ཚོས་ད་དངོས་གཞིའི་ནང་ལོ་གོམ་པ་གན་ཞུ་ཡ་ཡིན་ད་དང་པོ་དེ་ལ་ཡང་སྤེན་པ་ཚེ་རིང་ལགས་ཀྱིས་སྤྱིར་བཏང་ང་རང་ཚོ་གི་ཁ་རྒྱུན་ལ་དེབ་དེ་ཀློག་ཡ་དེ་གལ་ཆེན་པོ་ཡིན་པ་ང་རང་ཚོས་ཡོངས་གྲགས་ཆགས་དེ་ཡོད་ད་གཞོན་སྐྱེས་ད་རྒན་གཞོན་ཕར་ཕྱོགས་ཚང་མས་ཀྱི་པའི་དེབ་ཀློག་རེད་ཀློག་གོ་ལ་ནི་ད་ང་རང་ཚོས་ཡོངས་གྲགས་འདྲ་བོ་ཆགས་དེ་ཡོད་རེད་ཨེན་སྤེན་པ་ཚེ་རིང་ཁྱེད་རང་འདྲ་བོ་ཆགས་ཚོད་འོན་ད་ཁྱེད་རང་རང་ཉིད་ལ་བསམ་ཚུལ་ནང་ལོ་ག་རེ་ལེགས་འདུག་དེབ་ཀློག་ཡ་དེ་ག་རེ་བྱས་ནས་གལ་ཆེན་པོ་རེད་བསམ་གྱི་འདུག།
ལ་སུ་བཏགས། དེབ་ཀློད་འདི་དག་མི་ཚང་མ་གི་ཡོངས་གྲགས་ཀྱི་ལག་འོག་རེ་འགན་པ་ཡིན་ནས་ཅི་ང་ཚོ་སློབ་གྲྭ་ལ་སྤྱོད་འཇུག་ཡུལ་ན་ཡོད་ཡོད་སྐབས་ལ་དགེ་ལ་ལ་ཚོས་དེབ་ཀློག་གོ་ད་ད་རྫུན་མ་དེབ་ཀློག་ན་དེབ་ཀྱི་ད་ཁྱོད་རང་ལྟོ་གོ་བྲིས་རེད་དེ་ནི་མང་པོ་ཅིག་ལག་འོག་རེ་ཡིན་ནས་ང་ཚོས་ཀྱི་སྣང་མེད་བཏང་གོ་རེད་ད་འོ་ད་སྣང་མེད་བཏང་ཉིན་ན་འོ་ནི་ང་རང་འདུག་ཕྱིར་ནི་གང་ཟག་ཅིག་ཆ་ཡོད་འདུག་རེད་རང་ང་རང་ཡིན་ནས་སྤྱོད་འཇུག་གོ་ད་དགེ་ལ་ལ་ཚོས་ཀྱི་སློབ་གསོ་མང་པོ་ཞུ་ག་ཉོས

མང་པོ་ཡོད་དེ་ཡིན་ནས་གཙོ་བོ་གསུམ་གང་ནས་ངའི་རྒྱུ་མཚན་གཞན་ཡིན་ལེ་ར་རྒྱུ་མཚན་དང་པོ་དེ་ག་རེ་རེད་ལ་ན་སྤྱི་སྟངས་ཀྱི་ང་རང་གི་མི་རང་བཞིན་ཞེས་པ་དེ་ག་ནས་འགྲོ་ཅིག་ན་ན་ཅིག་བྱ་ང་འདོད་པ་ཡོད་རྒྱུ་ཞེས་འོང་འགྲོའི་མི་ཅིག་ཡིན་རང་བཞིན་གོ་ར་ཡ། ཨ་ནི་ད་དེ་སྦྱང་བ་ལ་ཨ་ནི་དང་པོ་གཉིས་ན་ཡ་མེད་ན་ད་སྦྱང་བ་ལ་ཨ་ནི་ག་རེ་བྱེད་འོས་འདུག་བྱ་ང་ལ་ཐབས་ལམ་མང་པོ་ཞུ་དང་ཡ་མེད་ན་མིག་ལྟ་ནས་སྦྱང་འོས་འདུག་ཡར་མེད་ན་དགྲ་ཉིད་ནས་བྱང་ངོ་ཏུ་ཡར་མེད་ན་དངོས་སུ་སུ་སུ་ཕར་འགྲོ་ཨ་ནི་གཅིག་ཕ་ཡིག་གི་གནས་སྟངས་དེ་ག་འདྲས་རེད་ཞག་གཅིག་འཚོ་བ་ཉོབ་ནས་བྱང་ངོ་ད་བྱང་ཐང་ལ་དབྱེ་ན་མང་པོ་ཡོད་རང་ཨ་ད་ག་ནང་ཞིག་ད་དེབ་གློའི་དེ་བྱང་ཐང་གི་གཅིག་ལང་ཀ་གཅིག་རེད་ད་གཅིག་དེབ་འགྲོ་གཅིག་གློ་ཡིན་ན་དེ་ནང་ངོ་ནས་གཅིག་སོ་སོའི་གི་ད་གཅིག་བྱང་ཨའི་གི་གོ་སྐབས་འགྲོ་རེད་ད་ད་འོ་དེ་ནས་ད་དོན་དག་དང་ཤོས་དེ་གཉིས་ཁ་རེ་ན་ང་བྱང་ཨའི་གི་འདོད་པ་ཞུ་ཡོད་ཅེ་ཐང་གི་ངའི་གི་ད་རང་བཞིན་གོ་ད་དེ་འདྲས་རོ་ཆགས་ཤིག་ད་གཅིག་ད། དེ་འདྲ་བཅུ་གཅིག་བཅུ་གཉིས་གཡས་གཡོན་དུས་མ་བྱས་པས་ད་ང་རང་གིས་ད་ཅིག་སོ་སོ་ཡི་མི་ཚེ་གི་བརྒྱུད་རིམ་ལ་འདུར་ལྟ་དུས་བྱ་ང་ཡི་འདོད་པ་ཞུ་ཡོད་དུས་དེབ་གློད་དེ་གློད་ཡོད་ན་ཅིག་སོ་སོ་ལ་བྱ་ང་ཡི་གོ་སྐབས་དེ་ཤུགས་ཆེན་པོ་ཞུ་བྲིས་འདུག་ལས་ར་ཐུབ་གདེང་ཆ་བཅས་བྲིས་འདུག་འོ་དེ་སོང་ཙང་དེབ་གློད་ཀྱི་དགོས་པ་ཡོང་ཚེ་དང་ཆོས་གཅིག་དག་རང་རེ་བྱ་གཅིག་བྱ་ང་ཡི་རིགས་རང་འོ་དེ་ཆེད་ཨ་ནི།

སྤྱི་བཏང་གི་ང་ཚོ་ཁྱེད་ཚོ་ནང་བ་ལ་དཀྲོག་གཏམ་མང་པོ་བཤོད་རེ་ཡིན་ནའི་དཀྲོག་གཏམ་དེ་ཚོ་ལ་བརྟེན་ནས་ང་ཚོ་གི་དཀྲོག་གཏམ་དེ་ཚོ་ལ་ཡིད་ཆེས་བྱེད་ནས་འགྲོ་འོ་རང་དེ་ཡིད་ཆེས་བྱེད་ནས་མ་ཆོག་ཆེ་ཨ་ནི་ཆེ་དངོས་ཡོད་ཅིག་ག་རེ་ཤར་དེ་དེབ་ལྟ་ནས་ཧ་གོ་དང་མི་ཅིག་གིས་ད་ལས་ཀ་འདུག་བ་ཅིག་ཕྱི་ཡོད་ན་ཁ་ནས་ལབ་མ་ཟེར་དངོས་ཡོད་ཅིག་ཡིག་ཆ་ལྟ་འོ་རང་གི་རེད་དུ་རེད་མི་འདུག་ཁོ་གི་སྡུག་ཆ་ཕྱི་དུ་ཕྱིན་མི་འདུག་ཚང་མ་ལྟ་དེ

ལགས་སོ། ཨཱ་ནི་ད་དྲི་བ་འདི་ཅི་ཐང་ཨཱ་ནི་དཔེ་ཧང་སངས་ཀྱི་ཡག་པོ་རོ་བཤད་ད་ཅི་ཐང་གི་ང་རང་གི་དེབ་ག་འདྲི་རོ་ལུས་ཡོད་ན་ད་ཅི་ཐང་གི་འདི་ག་རི་གང་ལ་བཞི་བཤད་འདོད་ན་ང་ང་རང་གི་མི་ཅི་ཐང་རང་བཞིན་ག་འདྲི་ཡོད་མེད་ལས་ར་འོ་དེ་དང་དེ་ཞིག་འབྲེལ་བ་ཤུགས་ཆེན་པོ་ཆགས་ཡོད་འདུག་ལས་དྲང་ཨཱ་འདི་དྲི་བ་འདི་ལ་ཅི་ཐང་གི་ང་ང་རང་ཅིག་དྲི་དེབ་ག་འདྲི་རོ་ལུས་དགོས་ཡོད་ན་ལྷག་པར་དུ་ད་ཅིག་དྲི་དེབ་དངོས་ལུས་ཚུལ་བྱུང་རྒྱུ་ཅི་ཡང། གཅིག། སྒྲུབ་འགྲོ་ཞེ་དྲག་མེད་རྒྱུར་བྱས་དངོས་ཡོད་གནས་ཚུལ་བྱུང་རྒྱུ་དངོས་ཡོད་གནས་ཚུལ་དེ་ག་ལ་མི་ཚེ་ཚུལ་གྱིས་བྲིས་དང་འོ་ཁེ་དེ་འདྲས་དེ་འདྲས་དེ་འདྲས་བྱུང་སོང་ཨ་ཨེ་འདྲས་ཀྱི་ཐད་དེ་ཚོ་ལ་ང་བློ་ཡ་གའུ་ཡོད་ལེ་ད་དཔེ་ཆ་ཆ་ན་སྙེ་མ་ང་ཉིས་སྟོང་ཉིས་སྟོང་བཅོ་ལྔ་ལོ་ལ་ང་ད་ཅིག་སྙེ་མ་སློབ་གྲྭ་སྐབས་ལ་ལངས་ལངས་ཤོར་རེད་ད་ཅིག། ཕྱག་ང་རོ་དང་ཐ་མ་ནག་པོ་དང་ཐ་མ་ནག་པོ་ལ་ནི་སོ་མ་ར་ཛའི་ལ་འོ་རེད། དེ་འདྲའི་གང་ལ་ཏིས་ཅིག་ལང་ཤོར་བའི་སྐབས་ལ་ང་ཕ་སྨྱོ་རྫི་ཅི་ད་ཕངས་ན་གྲོས་བྱུང་སོ། འདི་ནང་ངོ་ལ་ཕར་འགྲོ་དུས་ང་རང་འདུག་བྱས་ནས་ཟླ་བ་གཅིག་གཉིས་དེ་དུས་ད་དེ་དུས་ང་བསམ་བློ་གསར་བ་མང་པོ་ཞུ་ཉེ་དུས་དེ་དུས་ངེད་ཀྱིས་ད་ང་ལ་རྒྱན་ལེན་ཉེ་ཆར་དེ་ལ་ངེད་ཀྱིས་བྲིས་དེབ་ཅིག་བསྐུར་རོགས་བྱས་ད་ལས་དེ་དུས་ངེད་ཀྱིས་ད་མི་ཚེ་ནང་ངོ་ལ་སོ་སོ་གིས་ད་ཅིག

རྩི་གཅིག་པོ་མ་རེད་གཅིག་ག་ལ་ད་ལྟ་ངེད་ཀྱིས་དེབ་གཅིག་ག་རི་བློ་ཡིས་ལ་ཡོད་ལ་ན་ད་ལྟ་ད་ལྟ་ཁ་སང་ངེད་ཅག་རང་ལ་ད་གཅིག་དེབ་གཅིག་ཡོད་རེད་དེབ་དེ་མིང་ལ་ཨ་ནི་འདི་རེད The Path Lead to Tibet by Sabrina Tendarkar ལས་བྱུང་རེད་བྲིས་དེབ་འདི་སྤྱི་སྟངས་འདི་རེད་བུ་མོ་གཅིག་ཨ་ནི་དབང་པོ་སྐྱོན་ཅན་ཞིག་རེད

ཅིག་ཁ་ལོ་ད་དེབ་ཀློད་དེ་གཞོན་སྐྱེས་ཅིག་ཡིན་ན་སུ་དང་སུ་མེད་ན་དེབ་ཀློད་དེ་གལ་ཆེན་པོ་རེད་ད་རྒྱུ་མཚན་དང་པོ་ད་ག་རང་རེད་ད་ཁྱོད་རང་སློབ་སྦྱོང་གང་ལ་རིག་རྩིས་གང་ཅིག་ཆེ་བ་ཡིན་ན་དེབ་ད་ཡིན་གཅིག་མིན་གཅིག་ངེས་པར་དུ་ཀློག་དགོས་འདུག་ཨ་སོ་སོ་དེ་ཆོ་པོ་མ་རེད་ཅིག་སོ་སོ་གི་མི་རིགས་ངོ་ཤེས་བ་ལ་དེབ་ངེས་པར་དུ་ཀློག་དགོས་འདུག་ཨ་ད་ག་ནང་ཞིག་གིས་ད་ད་ལྟའི་དུས་ཚོད་ལ་ཨ་གོང་ས་མཆོག་གི་ཐུགས་ཀྱི་དམ་བཅའ་གསུམ་པ་ཨ་ང་ཚོའི་གི་སོ་སོའི་གི་མི་རིགས་ཀྱི་ད་ཐུན་མོང་མ་ཡིན་པའི་རིག་གཞུང་དེ་བརྟག་དཔྱད་ཆུང་ངུ་རེད་བརྟག་དཔྱད་ཆེ་བ་དེ་ག་རེ་ན་ང་ཚོས་གིས་ད་ནཱ་ལེནྡྲ་ནས་བརྒྱུད་བཤད་པའི་ད་ཅིག་ལ་དང། ཅིག་ད་ནང་པའི་གཞུང་ཡིན་ནི་རེད་དེ་འདྲས་གིས་ད། དེ་འདི་ཚང་མ་ང་ཚོ་ཚང་མ་སྦྱང་དགོས་རེད་དེ་སྦྱང་ལ་ཡང་ཡང་བསྐྱར་ཀློག་དགོས་དོ་དེ་མ་ཀློག་ན་ཡོང་གི་མ་རང་ད་ག་རང་རེད་ད་བློ་ཡ་དེ་དེ་ཁམས་ཀྱི་མཁས་གཞུང་གི་ད་མི་རིགས་ཅིག་འདུག་ཞེས་ནི་གནས་བ་ལ་ཀློག་དགོས་དང་མ་ཀློག་ན་ཡོང་གི་ད་ལྷག་པར་དུ་ཉིད་ཀྱིས་གདེང་ཆ་དེའི་བརྒྱུད་ནས་ག་རེ་ཀློག་གི་རེད་ལ་ན་ད་ཅིག་ད་འདས་ཀྱི་གཞུང་ལ་ནི་བསྐང་རྒྱུ་བསྟེན་རྒྱུ་བཀུར་སྟི་སུམ་བརྒྱ་འདི་ཚོ་སློབ་ཐུབ་ན་ནི་ཧང་སངས་ཀྱི་དགེ་མཚན་ཡོད་རེད་ད་སློབ་ལ་ན་ཅིག་ཡང་དང་པོ་གཉིས་ལ་སློབ་ཡོན་ལ་ཡང་སོ་སོ་གི་ཅིག་དགེ་བའི་བཤེས་གཉེན་ཅིག་བསྟེན་འོང་གི་ཡི་རེད་ཅིག་འགྲེལ་བཤད་རྒྱག་ཉེན་བྱོས་རང་ཨ་ནི་ནག་སང་སློབ་ཆོག་ཆོག་ན་གོ་ཚུལ་མ་རང་ད་ང་ཚོ་འགྲོ་ཡོད་ན་ང་ད་འབྲས་ལི་སྡོད་ཁང་གི་ཡེ་ཤུ་རྡོ་རྗེ་འགྲམ་རྒྱུ་ལ་ཡོད་རེད་འོ་དེ་ཡེ་ཤེས་ལའི་རྒྱུད་ནི་ལམ་སྟོན་འོག་ལ་ང་ཚོ་ད་ཅིག་ཏིས་ཏིས་ཏིས་སྦྱང་དང་སྦྱང་བཞིན་པ་རེད་ད་ཆུ་ཐིགས་པ་སྲ་བ་ན་ཞིག་ཏིས་ཏིས་ཨ་ལོ་བཅུ་ལོ་བཅོ་ལྔ་ཅིག་ལ་ནི་ཡག་པོ་ཅིག་ཆ་ཡོད་ཀི་ང་རང་ཡི་གི་རེ་བ་དེ་འདྲས་འགྲོ་བཞིན་ཡོད་འོ་དེ་ཡིན་ལ་སོ་ད་ཚོ་ནང།

ཀུན་སློང་འདི་དག་གཙོ་བོ་བདུད་རེ་ཤྲཱི་ང་དེ་བློའི་ཡིད་ལས་བྱུང་སྟེ་དེང་གི་ཀུན་སློང་གཅིག་ཟེར་དགོས་དེ་གལ་ཆེན་པོ་རེད་བྱ། ག་རེ་བྱས་ནས་བློ་བོ་རེད་ལབ་དེ་ཁྱོད་རང་སོ་སོ་སོ་དང་པོ་སོ་སོ་སོ་དཔྱད་པ་བྱེད་དགོས་དེ། དེ་བློ་ཡིན་ན་ཁེ་ཕན་ག་རེ་རེད་དེ་མ་བློ་ཡིན་ན་གྱོང་ག་རེ་རེད་དེ་ཚོ་གཉིས་ཁྱོད་རང་ཁེ་ཕན་དེ་གྲངས་ཀ་རྩི་གྱོང་དེ་གྲངས་ཀ་རྩི་དེ་ཚོ་གཉིས་ལྗིད་གོ་ཅིག་ལྗིད་གོ་དེ་བསྐྱར་ཚར་ན་ཁྱོད་རང་སོ་སོ་སོ་བསམ་བློ་ཅིག་བཏང་ཨོ་ཁེ་ང་དེ་བློ་བོ་འདུག་བློ་བོ་མི་འདུག་རང་སོ་སོ་སོ་ཧ་གོ་ར

དེབ་བློ་ཡལ་གྱི་དུས་ཚོད་འགྲོ་ཅིང་སུ་སོ་སོ་ཡི་བློ་རང་སོ་སོ་ཡི་དེབ་དེ་བློ་དུས་འགོ་ཚུལ་བ་བྱུང་དུས་འགོ་ཚུལ་བ་འགོ་ཚུལ་དུས་སེམས་ནང་ངོ་ལ་དགའ་སྣང་ཤུགས་ཆེན་པོ་ཞིག་ལས་སང་ཉིན་དེ་ལ་འགོ་ནི་བློ་ཡལ་གྱི་འདོད་པ་ལས་ཤོར་འགོ་འགོ་ཚུལ་ལ་ཚིག་དེ་ཚིག་ཁྲག་པོ་འགྲོ་ཡོད་ན་ཁྱོད་རང་གི་སོ་སོ་ཡི་སྨྱུ་གུ་ཅིག་ལས་ཚིག་དེའི་དོན་དག་ག་རེ་རེད་ཤོར་ལ་ནི་འདུ་བྱེད་སོ་སོ་ཡི་བྲིས་བྲིས་བྱས་བྱས་འདི་བྲིས་དུས་ཚིག་ཡས་དེ་ཞིག་གསར་བ་ཤིང་སོ་སོ་ཡི་དོན་དག་དེ་བས་རྒྱ་ཆེན་པོ་འགོ་ཚུལ་དུ་དུ་དུ་དུ་དུ་བྱས་ནས་སོ་སོ་ཡི་རྒྱུད་མ་ཆད་བར་འགྲོ་བར་ད་དུ་བྱས་ནས་ད་ཅིག

Seven Years in Tibet ལས་ཀྱི་བྲིས་དེབ་ཅིག་རེད། དེ་ང་ཚོས་ཀྱི་ལྟད་མོ་དེ་བཏང་ཉོན་ཡོད་རེད་གཞོན་སྐྱེས་ཚང་མ་གྱི་བཏང་ཉོན་ཡོད་རྒྱུ་རེད་དེ་བཞིན་ད་བོད་པའི་གཞོན་སྐྱེས་ཚང་མ་ཡིན་ནའི་བྲིས་དེབ་དེ་གློ་སྙིང་གང་སར་ཉུལ་ཉུལ་འགྲོ་གྱི་ཡོད་རེད་ཅེས་དང་ང་རང་གིས་འདུག་བཞིན་ནས་ད་བསམ་ཚུལ་ཞིག་ཡོད་ཅེས་དང། ད་གལ་སྲིད་ཁྱོད་རང Seven Years in Tibet ལས་ཀྱི་བྲིས་དེབ་དེ་ཀློག་ཐུབ་ན་ཨ་ནི་དཔེ་ཡག་ཧང་སངས་ཡག་པོ་འདུག་ལས་ར་ཁ་ཞིག་ན་གཅིག་ད་བོད་དེབ་དངོས་སུ་འོག་ལ་ཁྱོད་རང་སོ་སོ་བོད་ལ་སླེབས་རྒྱུ་ན་ཞེས་འཚོ་བ་སྐྱེལ་ཐུབ་འདུག་བྲིས་དེབ་དེ་ནང་འོག་ལ་ཡང་ཨོ་དེ་གི་ངེད་ཀྱི་བྲིས་དེབ་དང་པོ་དེ seventy years in Tibet ལས་དེ་ཁྱོད་རང་ཀློག་ཐུབ་ན་ཡག་པོ་འདུག་ལས་རང་བྲིས་དེབ་གཉིས་བ་དེ་ནི་ད་ལྟ་འདི་རེད་ད་ལྟ as a man think ལས་བྱུང་རེད་འདི James Allen གྱི་བྲིས་རེད་བྲིས་དེབ་འདི་རེད་བྲིས་དེབ་འདི་ཀློག་ཐུབ་ན་ཡག་པོ་འདུག་ལས་རང་བྲིས་དེབ་འདི་ཤོག་གྲངས་ཞུ་ཞུ་ཡོད་མ་རེད་ཤོག་གྲངས་བདུན་ཅུ་དོན་གཉིས་ཡོད་ཤོག་གྲངས་བདུན་ཅུ་དོན་གཉིས་ང་ཀུན་དཔེ་ནི་སོ་ཧང་ལ་ཡོད་སྐབས་ལ་ངེད་ཀྱིས་གང་འདྲ་བྲིས་དེབ་འདི་བླུ་ཡོད་ར་ལྟོས་གནང་འོ་རང་ཚིག། ཚིག་མགོ་མ་ཚོས་དཔེ་མང་པོ་དང་དེ་ཚང་མ་ནི་ཞྭ་སྨྱུག་གི་རྟགས་བརྒྱ་ར་ཚིག་གིས་དོན་དག་ག་འདོད་དུ་ཉི་མ་གཅིག་ནང་བོ་ལ་ཉེ་གི་ཁོ་ཚོས་ཀྱི་བརྗོད་གཞི་ཅིག་ཅིག་ཅིག་ཅིག་ཡོད་རེད་བརྗོད་གཞི་ཅིག་ཅིག་གི་གློག་གི་དོད་རྟགས་གང་རྩ་ཅིག་མགོ་ཚུགས་བ་ཆེ་འདི་སྒང་ལ་ང་རང་གིས་བསམ་བློ་བཏང་བསམ་བློ་བཏང་ཚེ་ཆེ་ར་ཉེ་གི་ད་དེ་དོན་དག་དེ་མགོ་ཚུགས་རྒྱུ་ཆེ་ར་འོ་དེ་ཀུན་དཔེ་ནད་གསོ་ཁང་གི་ད་ལྟ་ཕག་ཡོད་ར་ད་ཅིག་འོ་དེ་ལ་ཉེ་གི་འཛིན་གྲྭ་ཁྲིད་ས་ཆེ་ར་ཁོ་ཚོ་ལ་ངས་འགྲེལ་བཤད་རྒྱག་ཡོད།

ད་ལྟ་ཡོད་ནི་ད་ལྟ་བྲིས་དེབ་དེ་ལས་ཆེས་ཁ་ལོ་ཚར་རྒྱུ་ཡི་བྲིས་དེབ་འདི་སྤྱི་དྲང་གི་ཁ་ལ་ན་ད་གོང་ས་མཆོག་གི་ལམ་སྟོན་འོག་ལ་ད་ནི་དགེ་བཤེས་ཐུགས་རྗེ་ཐུབ་བསྟན་སྦྱིན་པ་ལགས་ཀྱིས་ད་བྲིས་དེབ་འདི་ངེས་པར་དུ་ད་ཅིག་དགེ་བཤེས་གོང་ས་མཆོག་གི་གསུང་རེད་དེ་བྲིས་དེབ་འདི་ད་བཟོས་ཐུབ་ན་ཡག་པོ་འདུག་རང་ནས་ཅིག་ནང་པའི་གཞུང་འདི་གི་སྐོར་ལ་རེད་ད་སྤྱི་དྲང་གི་ཀླད་པ་དང་སེམས་ལོགས་སུ་ག་འདྲེ་ཡེ་མེད་དུ་ད། ཨ་ནི་གཅིག་སེམས་དང་སེམས་བྱུང་སྐོར་ལ་དང། ཤ་དར་ཞོར་ལ་ཨ་ནི་གཅིག་ད་ལྟ་ཁམས་དྲུག་ཕུང་པོ་ལྔ་དེ་ལྟ་འདྲེས་ཀྱི་ཤ་དར་ཞོར་ལ་མང་པོ་ཞུ་ཡོད་རེད་དེ་འདྲའི་སྒང་ལ་རེད་བྲིས་དེབ་འདི་ལ་ལྷག་ཡོད་ནི་བློ་ཚ་རྒྱུ་ཡིན། བྲིས་དེབ་འདི་དོན་དག་གོ་མ་ཚོད་ན་ཚིག་གཅིག་སོ་སོ་གི་དཀའ་ལས་རྒྱག་རོགས་ཨ་ནི་གཅིག། ད་ག་ལོག་སོ་སོ་གི་གང་ཐུག་ཐུག་གི་ཅིག་བྲིས་ཡོད་ད། ཡིན་ནས་དོན་དག་གང་རྩ་རྩ་ཤར་གྱི་མི་འདུག་དེ་ཡིན་ནས་ཏིས་ཏིས་ཤར་གྱི་འདུག་ཡིན་ནས་དེའི་ཕེ་ཧང་སེང་གི་བསོད་ནམས་ང་རང་བསགས་ཡི་རེད་བསམ་གྱི་འདུག་ཨ་ནི་གཅིག་དེ་འདྲའི་བློ་ཚོད་ན་ད་ང་རང་གི་ལག་ན་ཞིག་དངོས་གནས་ཚིག